དཔོན་པོ་དེ་འདྲ་བོ་ཞིག་མེད་པ་ཡིན་ན། དམག་དམ་པོ་བརྒྱ་དེ་ནས་འབུག་ཞིག་གི་ཕར་བྲུས་ཤོག་ཁོ་ཚོ་གི་དེ་གླེང་གི་ལ་ལ་ཚ་བ་རེད་དེ་ད་ལྟ་བར་དུ་བྲུས་ཡོད་མ་རེད། ང་མི་མང་གི་དེ་འདྲ་ས་ཆ་འདི་ལ་ཞུགས་གི་ན་ཞིག་ཡིན་ཟེར་ནས་དམ་པོ་དོ་བ་ལ་སྐྱེས་མི་ཁོ་རང་གཉིས་ཁ་ཁ་བྱས་ནས་བསྡད་བྱས་ནས་དེ་འདྲ་བྱེད་མི་དང་སྤུ་གུ་དེ་སེབ་རྒྱུ་ཡས་ས་ཞིག་ལ་བཞག་བྱས་ནས་དེ་འདྲ་བྱས་བསྡད། དེ་འདྲའི་ཞིག་བྱུང་བས་གི་རྗེ་ཅན་ཟེར་ན་མི་འདུག་དེ་གི་སེམས་ཤུགས་དེ་ལ་མི་མང་ལ་སེམས་ཤུགས་སྤྲད་བྱས་ནས། ར་ཤི་ཡའི་སྟོབས་ཆེན་རྒྱ་གར་དེ་དུ་ཐུག་ནས་ད་ལོ་ལྔ་ལྷག་ཟིན་གྱི་འགྲོ་པས་ད་དེ་སང་གི་དུས་ར་ལ་ཡུག་ཀེ་རེན་གི་ག་རོ་ག་རོ་ཡག་རྒྱག་ཡོང་དགོས་མ་གཏོགས་མ་ཤོར་མི་འདུག་སྔས་མ་ཤོར་ཕྱོགས་ཀྱི་ས་ཆ་མང་པོ་ཞིག་ཚུར་ལེན་ཡོང་གི་འདུག་དེ་ཟེར་ཏེ་ང་རང་ཚོ་གི་མགོ་ལ་དེ་ངེད་ཚོ་གི་དང་པོ་དེ་མ་སེར་ཤུགས་བཅག་བྱས་ནས་སོ་སོ་ཕ་དང་པོ་མ་འགྲོ་བོ་བྱས་ནས་འགྲོ་ངན་དེ་ལ་མ་བཅག་དེ་ན་དེ་འདྲ་བོ་བྱས་ན་ང་རང་འདྲ་བྱས་ན་ཆུ་ནས་འདེ་བ་མེད་ངེས་ཅི་ཡིན། ང་ཡོ་ཀ་རིག་གི་སེམས་ཚེ་དེ་ད་འདྲ་པར་པར་བྱ་ཡ་དང་མ་བྱ་དེ་སེམས་ཚེ་དེ་གི་པར་བྱེད་ངའི་ནང་ལ་ཞྭ་སྙིང་འདྲ་བོ་བྱོ་དེ་ཀུན་ཀྱོག་ང་རང་ཚིག་དཔོན་པོ་དེ་དེ་འདྲའི་བཞོན་ན་བསམ་ཚོད་འདྲ་བྱེད་ང་དེ་འདྲའི་ཚོང་ངེ་ཞིག་ཡིན་ཨ་ནི་དེ་འདུག་ཆ་གཅིག་ལ་ད་ད་ད་ལོ་ཤས་གི་ངེས་ལ་ད་ང་ཚོ་རང་ཚོའི་ཐ་ཚད་པར་ཟེར་ན་རེད་ད་མི་མང་ནང་ལོག་ལ་ད་གཏོང་ཟེར་ན་མི་འདུག་ད་ག་ལ་ཁང་ཚང་ང་ཚོ་ཨ་ཏེ་ཞིག་ཡོ་རེད་དེ་མི་ཚང་མ་ཧ་གོ་གོ་བར་དེ། མང་པོ་ཞིག་གིས་ངའི་བསམ་པར་ཡར་མགོ་མ་ཚུགས་པའི་ཐོག་ནས། མགོ་ཚུགས་ངེས། ཁེ་ཕན་ལེན་ངེས་ཁ་ཆེ་ཞིག་ཡར་རྒྱལ་བ་རིན་པོ་ཆེ་གི་དགོངས་གཞིའི། ཨ་ནི་སྤྱི་འཐུས་གྲོས་ཚོགས་ཀྱི་སྤྱི་མོས། ཨ་ནི་མི་མང་བརྒྱ་ཆ་དྲུག་ཅུ་ནས་བདུན་ཅུ་བར་ལ་ཨ་ནི་དཔེ་རྒྱ་ཆོད་བྱས་ནས་བསྡད་ཅེས་ལ། དེ་ཁོ་རང་གི

དེ་ལ་བས་ཏེ། རང་བཙན་བཙན་མཁན་ཚང་མ་མ་རེད་ནི་འགའ་ཤེས་འགའ་ཤེས་འདྲ་དྲང་པོ་བཤད་ནི་ཁ་ནས་དོན་ཡོད་རེད་རྒྱ་རྫོང་པ་ལ་ཡ་དེ་འདྲས། དེ་ཚོ་ཡིན་ན་བས་ཟ་ཟ་བྱེད་དགོས་ཡ། རང་བཙན་བཙན་མཁན་ཡིན་ན་འདྲ་དབུ་མ་བཙན་མཁན་ནི་རེད་བཙན་ས་འདུག་ཚེ་རེད། ང་ཚོ་གི་དྲ་བ་རྒྱ་དྲ་དྲ་དྲ་བོ་རྒྱ་མི་རེད་མ་གཏོགས་ང་ཚོ་ནང་ལོག་བཙན་མ་རེད་བ། རང་བཙན་བཙན་པས་ན་དཔེར་ན་ང་ཚོ་བོད་པའི་གི་ཁ་དཔེ་ལ་ཡོད་བ། གཏམ་དཔེ་ལ།

སྙིང་རྗེ་མེད་ཅེས་གནང་རོགས་གནང་སེམས་ཞོལ་ཡིན་ཐུགས་རྗེ་བཀའ་དྲིན་ཆེ།
ཐུགས་ཆེ་ལགས། དེ་ནི་ང་ཚོ་འདིར་ཞལ་འདེབས་ཕུལ་མཁན་ཁ་ཤས་ཤིག་བྱུང་བཞིན་འདུག་བཀྲ་ཤིས་བཙན་ཚད་དབང་དགུང་གོར་བརྒྱ། བསོད་ནམས་བཀའ་མ་བསོད་ནམས་ལྷ་མོ་གོར་བརྒྱ། དཔའ་བོ་ཚེ་རིང་གོར་བཞི་བཅུ། བསྟན་འཛིན་བསང་འཁོར་གོར་དྲུག་ཅུ་རེ་ལྔ། བྱང་ཆུབ་སྒྲོལ་མ་གོར་བརྒྱ། ཐུབ་བསྟན་ལེགས་བཤད་གོར་ལྔ་བཅུ། ཨ་ནི་ཆོས་འདོམས་དེ་རིང།

ད་ལྟ་ཡུ་ཀུ་རེན་དང་འབྲེལ་ནས་བྱོས་གསུངས་སོང་དེ་དེ་བཞིན་རེད། ཡུ་ཀུ་རེན་གྱི་དཔོན་པོ་དེ་གི་ལྟ་གྲུབ་ལངས་ཤུགས་ཡོད་པ་ལ་བརྟེན་ནས་མི་མང་གི་ཁོང་གི་ལངས་ཤུགས་མཐོང་གི་ཐོག་ནས་མི་མང་གི་ཁོ་ལ་རྒྱབ་སྐྱོར་བྱས་འདི་བྱས་ཏེ་དེ་ལ་བརྟེན་ནས་ད་ལྟ་བར་དུ་ཡུ་ཀུ་རེན་དེ་གསོན་པོ་གནས་ཐུག་ཡག་དེ་གནས་སྟངས་དེ་ཡོད་རྒྱུ་དེ་ང་རང་ཚོ་གི་ང་རང་དུས་རྒྱུན་སྟབས་ནས་མཐོང་ཐུབ་གི་ཡོད་གོ་ཉི་མ་གཉིས་ཅི་བ་ཆགས་འདུག

དང་ཁ་པོ་བས་འདུག་དཔེར་ན་ངའི་རྣམ་པ་ཚོ་ལས་ཤོར་བ་ཡིན་ན། སློབ་གྲྭ་ཁག་ལས་ཆབ་སྲིད་ཀྱི་ལས་བྱེད་གཙང་ཕྱུག་གི་མེད་གསུང་གི་འདུག་ཡིན་ནའང་ཨོ་མིང་ལང་གི་མིང་འཁུར་ནས་ཆབ་སྲིད་ཐུགས་ལ་ག་རེ་བཤད་བཤད་རེད་བཙོན་འཇུག་ལས་སློབ་གྲྭ་ཁག་ལས་ཡག་གནས་སྟངས་དེ་འདྲས་བྱེད་དུ་ཡོད་རེད་གཉིས་པ་ང་རང་ཚོས་ཀྱི་རང་བཙན་དང་འབྲེལ་བའི་ཐོག་ནས་དངོས་གནས་མི་ཚེ་བློས་བཏང་གི་ཐོག་ནས་ཀྱི། སྟེང་འཛུལ་བཙོན་འཇུག་ལ་འདྲ་བ་ཅི་ཡིན་པ་ཡིན་ན་ཡང་བཙོན་འཇུག་ནང་ལོགས་སླབ་གྲྭ་ཁག་གི་ལྷག་ཕྲུག་ཚོ་ལ་སྐད་ཆ་བཤད་དེ་གོ་སྐབས་སྤྲད་དེ་དཔེ་ཁ་པོ་ཆགས་ཀྱི་ཡོད་རེད།

ཕ་གི་ཡིན་པས་ནི་སློབ་གྲྭ་ཁག་ལ་ཆབ་སྲིད་མི་ཡིན་དཔེ་ངན་པོ་ཡོད། སློབ་གྲྭ་བུ་གུ་ལ་ཆབ་སྲིད་བཤད་བཅུག་གི་མེད་གསུང་པ། ཡིན་ནའི་ཨོ་མིན་ལང་ཚ་འདི་ནི་ལས་འགུལ་ག་ཚད་ཕེབས་ཀྱི་རེད། དེ་ཡང་ཆོས་གཞུང་ལྟ་བུ་ཁྱེད་ལ་ངོས་འཛིན་བྱས་ཡོད་པ་རེད། བོད་གཞུང་གི་ཆབ་སྲིད་ཀྱི་སྲིད་བྱུས་རེད། ཡིན་ནའི་རང་བཙན་བཤད་མཁན་ཚོ་ལ་དཔེ་མོ་མོ་ནང་ལོག་ལ་ལྷ་པ་ལྟོས་ཡ་ཞེ་ཆགས་ཁག་ལ་བགྲོས་ན་འདི་པ་ནང་བཞིན་མ་རེད།

ཨོ་དེ་བྱེད་དུས་ཅི་ཐང་ཆོས་ཀྱི་གསུངས་པ་དེ་དངོས་ཡོད་རེད་གོ་ཐུག་དེ་འདྲ་ཕིག་ཐུག་རུ་བྱས་ན་ཕན་ཐུག་པེད་ཡུན་གུར་བ་ལ་གནས་ཐང་དེ་ཡི་གནས་ཐང་གསུངས་པ་དེ་ནང་ལོག་ལས་ཡག་ཁོང་གི་ཅི་གསུངས་སོང་དེ་ངའི་རྣམ་པ་ཚོ་ལས་ཕ་གསལ་བཤད་རྒྱུ་ཞོ་ནང་དྲན་སོང་དཔེར་ན་ང་ཚོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་བདུན་པ་འདི་ཀྲོ་རོན་ཀྲོ་ལ་རང་བཙན་ཚོགས་འདུ་ཚུགས་པའི་སྐབས་ལ་ཡང་རྣམ་པ་ཚོ་གང་འདྲ་སླེབས་ཡོད་ཀྱི་རེད་ཀོ་དེ་དུས་ཡང་ངས་འདིར་ཞོ་བ་ཡིན་ག་རེ་ཟེར་ན་ང་ཚོ་བཙོན་འཇུག་ལུགས་དང་ཉིན་གཅིག་ཡོང་བསྡད་དེ་དཔེར་ན།

ཇོ་བོ་དྲུག་པོ་དགུ་འདུག་ཟེར་ནི་དེ་ཡིན། རང་བཙན་མཐོ་ཚོད་པ་གི་ནང་ལོགས་ལས་དབང་མིན་ལམ་ལ་འགྲོ་བ་དེ་རྒྱལ་ཁབ་གཙང་འགྲོ་དགོས་འདུག་དེ་འདྲའི་མགོ་ཐག་ཤོར་འགྲོ་དགོས་འདུག་ཟེར་ཚིག་དེ་བེད་སྤྱོད་གཏོང་ན་འགྲིག་གོ་མི་འདུག་ཨེ་རྒྱ་བོ་རིན་པོ་ཆེ་དང་ཕུག་གོ་མི་འདུག་དེ་དབུགས་དབུགས་རིམ་པ་ཁ་ཤས་དེ་ལས་ཕུག་དུག་སྒྲོལ་ནས་ནི་དོལ་ཚོགས་ཀྱི་ཞུ་ཚུགས་ཁྲུག་ཁྲུག་བཏང་ཡོང་དགོས་འདུག་ཟེར་ནས་ངས་དུས་དེ་བས་ཞོ་ཞོ་བྱུང། དབང་མིན་ལམ་རྩོད་མཁན་ཡིན་ཟེར་ངེད་ཚོ་གི་ངོས་ལ་ཡིན་པས་སོ་སོ་གི་རྩོད་རོགས་གནང། ཤུགས་ཆེན་རྒྱ་ནག་ལ་སྤྲོད་རོགས་གནང་དེ་མ་ཡིན་པའི་ཐོག་ནས་ང་ཚོ་རང་བཙན་མཐོ་ཚོད་པ་ཚོ་ལ་ཡ། རྒྱ་བ་རིན་པོ་ཆེ་ལ་དད་པ་མི་འདུག་རྒྱ་བ་རིན་པོ་ཆེ་ལ་ཟུས་ཟ་བྱེད་ངེས་རེད་ཁོ་ཚོས་རྒྱ་བ་རིན་པོ་ཆེ་དགའ་གུ་ཡོད་མ་ཚིག་དེ་བེད་སྤྱོད་མ་གཏོང་རོགས་གནང་ང་ཚོ་རང་བཙན་དབུ་མ་གི་དྲུག་བཞི་དེ་དེ་ལས་འགྲོ་གི་འདུག་ཟེར་ཕལ་ཆེར་བརྙན་དང་ཡུ་ཐུག་ལ་ཟེར་ཡ་རེད་ཁོ་དེ་དུས་ཆོས་ཀྱི་གསུངས་པ་དེ་ངས་ཚུར་མི་ཡོད་ས་ཆ་ཚང་ལ་ཡང་རེ་སྐུལ་ཞུས་པ་ཡིན་དེ་དངོས་ཡོད་རེད་དེ་ད་ལྟ་ང་ཚོ་འདི་ལ་རང་བཙན་ཐོས་ཚོད་པ་ཡིན་ཟེར་ངན་ཚོད་ཀྱི་ངོས་ལ་ཡིན་ན་སོ་སོ་གི་ལངས་ཤུགས་ཡག་ཤུས་དེ་རེད་དགའ་ཤུས་དེ་རོ།

སོ་སོ་རང་ཉིད་འདྲ་བོ་ཡིན་ན་ག་དུས་ཡིན་ན་དྲན་འཇུག་གི་ཡོད་འགྱུར་བ་འགྲོ་དགོས་ཀྱི་ཡོད་རེད་ད་ཡིན་པས་ནི་ངས་ད་ལྟ་གོང་དུ་གཅིག་ལ་ཤོད་པ་ནང་བཞིན་དེ་རེད་ང་ཚོས་འགྱུར་བ་བཏང་པའི་སྐབས་དེ་ལ་མུ་མུ་གཅིག་ལ་ཡ་མ་བལྟ་ན་འགྱུར་བ་བཏང་མ་ཐུབ་པའི་ཐུགས་ནས་ཤུགས་ཐུགས་དེ་བས་ནི་འཁྲུག་ཅིག་ཐེབས་སོང་ན་ཡང་ང་ཚོས་ཆབ་སྲིད་པ་རེ་ཟུང་གཅིག་ལ་གོ་སྐབས་སྤྲད་ནུས་པ་རེད་དེ་གའི་རྒྱུ་ལ་རྒྱ་ནག་གཞུང་གི་ཤུགས་རྐྱེན་དང་མུ་མུ་གཅིག་ཡར་འཛུལ་ཡོང་དུས་ང་ཚོས་འཁྲུག་ཐེབས་མ་དགོས་ཡག་གི་ཆེད་དུ་དཔེར་ན་ང་ཚོས་བལ་བི་སྟངས་པོ་གཅིག་ཡོད་རེད་བ་ཞག་མ་དྲུག་དགུ་མང་དེ་ལེན་ཐོག་གཅིག་གི

འཁྲབ་སྟོན་རེད་ཟེར་ནས་གསུང་གི་ཡོད་པ། དེའི་ཆོས་ཀྱི་དེ་ཁ་ཐུག་དེ་ལས་དེ་ཚོ་གང་ག་ཡག་གཡུག་འདོད་པ་ཡིན་ན་དེ་དད་པ་མ་རེད་གོང་ས་ཆོས་ལས་ཞབས་མི་གཡུག་གི་ཡོད་རེད་རྒྱ་ནག་གཞུང་གི་གོས་དོན་སྒྲུབ་གི་ཡོད་རྒྱ་ནག་གཞུང་གི་ཚིག་ང་ཚོའི་བེད་སྤྱོད་གཏོང་མ་ཕོད་ཅིག་བུ་ཚོས་བཏང་གི་ཡོད་རེད་ཁ་ལོ་བསྡུས། ལུག་ཕག་དཔོན་པའི་སྤྱང་ཀི་གསུང་འདུག་གི་འདུག་བ། ཚེ།

ཨོ་དེ་ཡིན་འདུག་ལ་དེ་ཚོས་ང་ཚོས་དགོངས་པ་བཞེས་དགོས་ཀྱི་ཡོད་རེད་ཨ་ནི་ང་ཚོའི་ངོས་ལས་ཡིན་པ་ཡིན་ནས་ཡང་སོ་སོ་རང་ཉིད་འདྲ་བའི་སྤྱི་ནས་འགྱུར་བ་གཏང་དགོས་ཀྱི་རེད་གཏོང་ཆུ་བ་གི་དབང་ཚད་ཡོད་རེད་དབང་ཚད་ཡོད་ཡ་དེ་ག་རེད་དམངས་ཚོགས་རེད་དམངས་ཚོགས་ཀྱི་གཅིག་གི་ནང་ལོགས་ལས་བྱེད་ཁ་ཐུག་གི་སྲིད་ཇུས་དེ་གཏན་ལ་ཕབ་མཁན་གྲོས་ཚོགས་རེད་མཐའ་མ་འགྱུར་བ་གཏང་མཁན་དེ་གྲོས་ཚོགས་ཆགས་ཀྱི་རེད་དེ་གྲོས་ཚོགས་ཀྱི་བདག་དབང་རེད་གྲོས་ཚོགས་ལས་ཡང་འགྱུར་བ་གཏོང་རྒྱུ་ཀྱི་ཀོ་དབང་ཡོད་རེད་ཟེར་ནས་ག་དུས་ནང་ཤོད་དགོས་མཁན་དེ་ཡིན་དེ་བྱེད་དུས

དགོངས་པ་གཞན་དག་དབུ་མའི་ལོ་རྒྱུས་སྐོར་དྲི་བ་གལ་ཆེན་ཞིག་ཕུལ་གྱི་ཡོད་དུ་སེམས་མ་བཀོད་དངོས་དེ་ནི། ཡང། ད་ལྟ་སྐུ་ངོ་བོ་བཀའ་གནང་སེམས་མ་ང་སོགས་ནར། རུང་ཚེ་ཚོགས་ཆེན་མང་པོ་ལ་འགྲོ་མྱོང་ཡོད། རྡ་རམ་ས་ལ། པི་མ་གཉིས་འགྲོ་ཡིན། ནིའུ་ཡོག་ལ་འགྲོ་ཡིན། ཀན་ན་ད་དུ་གཉིས་གསར་དུ་འགྲོ་བ་མ་རེད་དེ་དག་ང་ཚོས་ས་གནས་ཚོགས་སྡེ་སྐོར་ཞོར་བསྐྱར་བཤད་བྱས་ནས། རུང་ཚེ་ཚོགས་ཆེན། ཐེངས་མ་བརྒྱད་ཡིན་སར་ཐེངས་མ་བཞི་དུ་ང་བཅར་མྱོང། དེ་བཞིན་དེ་ད་ལྟ་དེ།

ད་ངོས་ཀྱི་སྣོན་པ་རྡོ་ལ་ལྟར་བཅུད་འགྲོ་སྙུང། ཁོང་གར་སོང་དུ་ཟེར་ན། དབུགས་མི་ལངས་ཏེ། མོ་རྨོས་དང་ཤི་རྨས་གང་ཡང་མེད་པའི་གསེར་གྱི་ཅིག་རེད་ད། མོ་རྨོས་ག་རེ་མེད་པ་རེད་ཟེར་ན། བོད་མི་ཚོ་མ་གཏོགས་ན་བོད་མི་ས་ཡ་དྲུག་ཡོད་རེད། ས་ཡ་དྲུག་ནང་ནས་བཙན་བྱོལ་ནས་སླེབས་བསྡད་པ་དེ། འབུམ་གཅིག་དང་ཕྱེད་ཀ་མ་གཏོགས་ཡོད་མ་རེད། དེ་བྱས་ཏེ། བརྒྱ་ཆ་ལྔ་མ་གཏོགས་ཟིན་གྱི་ཡོད་མ་རེད། བརྒྱ་ཆ་བརྒྱ་རྣམས་བརྒྱ་ཆ་ལྔ་མ་གཏོགས་ཟིན་གྱི་ཡོད་མ་རེད། ཨོ་མི་ལང་དང་རང་བཙན་དང་རང་ཐག་རང་གཅོད་བདེན་གྱི་ཨུ་ཚུགས་ཀྱི་གཞི། འོས་བླུག་པའི་གནས་སྐོར་ཟུར་འབུམ་གཅིག་ཏུ་ཕྱེད་ཀ་གནང་ནས་ཤར་གྱི་ཕྱེད་ཀ་དེ་མ་གཏོགས་འོས་ལུང་ལུགས་ཐོབ་ཡོད་མ་རེད། ད་དེ་བཞིན་བརྒྱ་ཆ་དེ་གཏོགས་དགོས་ན་བརྒྱ་ཆ་བརྒྱ་གནང་ནས་བརྒྱ་ཆ་གསུམ་དུ་ཚགས་དུ་མ་གཏོང་འགྲོ་གི་ཡོད་མ་རེད།

སྐབས་དེར་ག་ཚད་ཆེན་པོ་ཡིན་ན་ཡང། དེ་ནི་རྒྱལ་ཁ་འགྲོ་ཐུབ་ཀྱི་ངེས་པ་ཡོད་མ་རེད་ད། ད་དཔེ་ཆ་ཡིན་ན་འཛམ་གླིང་མཉམ་སྒྲུབ་རྒྱ་མཚོ་བཙུགས་ནས་ལོ་མང་པོ་ཞིག་རག་འགྲོ་མ་རེད། མཉམ་སྒྲུབ་རྒྱ་མཚོ་གོང་པོ་བཙུགས་དགོས་དུས་རྒྱ་གོ་ཁ་སང་དེ་ལོར་ག་ས་རྒྱ་གོ་ཁ་སོ་དྲུག་ཅུ་རེ་ཁ་ཤས་ཁྱིམ་སོ་ཡོད་མ་རེད། དེ་སོང་རྒྱ་གོ་ཉིང་རྒྱ་ཁ་འགྲོ་འདུག་བ། འོ་དེ་སབ་སོང་ན་དེ། མཉམ་སྒྲུབ་རྒྱ་མཚོ་བརྩིས་པ་ཞེས་པ་ལ་ཀོང་ལུགས་ད་ལྟ་བཀའ་གནང་སོང་བ།

ད་དེ་ཡང་རྒྱ་ནག་དགྲ་བོ་རྒྱ་ནག་གི་དབུ་ཁྲིད་ཏི་ཤོ་པི་གིས་ང་དགོངས་པ་རེ་ཞུ་ཐུབ་ཀི་མེད། ཁོ་སྤྱི་བཏང་རྒྱ་ནག་གི་གཡོ་སྒྱུ་ཚ་བོ་མ་སྤེན་ཁོ་ངན་སེམས་བཅངས་དགོས་མཁན་ཅི་རེད་དེ་བྱེད་དུས་གང་ལ་ཁུང་ལི་ཡ་ད་ལྟ་དེ་ཡང་ང་རྒྱ་ཆ་རྒྱ་ཡིན་དང་མིན་གི་དོགས་པ་རེད། ཡིན་ན་ཡང་ཤེས་སོ་ཡ་དེ་ག་རེ་ཡོད་ཟེར་ན་གོང་ས་སྐྱབས་མགོན་ཆེན་པོའི་ཆོས་ཀི་དེ་དེ་ནོར་ལུག་བཀོད་ཤག་རེད།

དེ་བྱས་དུས་རྒྱ་གར་རིན་པོ་ཆེ་གིས་གནས་སྟངས་དེ་ཨ་ནི་དེ་ཞུ་བོད་ཀྱི་ཕ་གིའི་ཚེ་དྲང་ཚེ་མང་ཚེ་ན་ག་རེ་ཡིན་ན་ཡོང་གི་རེད་ཟེར་ཏེ་ཅི་བྱས། འཛམ་བུ་གླིང་གི་ཕྱི་ལུགས་ལ་ཚེ་ཇི་ལྟ་ཡོང་དུས་གང་ལ་ཡ་ད་ལྟ་གནས་སྟངས་ག་འགའ་ལ་ལྟ་དེ་ལྟ་དེ་དུས་ཁྱོད་ཚོས་ཀྱི་དྲུང་ཆེ་ལས་བསྡད་དུས་ཁྱོད་ཚོའི་ཕ་གི་གི་ལས་ཤིག་ག་རེ་བརྩམས་ན་རྗོ་ཆོས་ག་འདྲ་རག་ས་རེད་ཟེར་གྱི་རོགས་ལ་ཀོ་དེ་དུས་ལ་ཡ་ཨ་རིག་གི་གཞུང་གི་ཡིན་པས་ཡིན་ན་ཡང་ཁྱད་ལྷ་སོ་སྣང་དག་ཡིན་མེད་མི་ཤེས། ཆབ་སྲིད་ཡིན་མིན་མི་ཤེས་ཟེར་གང་དེ་གང་དེ་དུས་བལྟས་པ་ཡིན་ན་ལག་པ་འཆང་ཡ་མེད་པའི་གནས་སྟངས་མོ་མོ་གཅིག་གིས་ཐོས་ནས་འགྱོད་ཆོས་ཀྱི་རྣམ་པ་འདྲ་པོ་བྱས། ཨ་ནེ་ཡུག་རེད་དམ་མོ་མོ་མོ་གཅིག་གིས་དེ་བྱས་ཁོས་དེ་དུས་རྒྱ་ནག་ལ་ཡིན་པ་ཡིན་ན་ཡང་སྔོན་བསོད་དད་བུ་གིས་སྐྱོན་འཛུགས་བྱེད་ཐུབ་ངེས་ཡོད་དུས། ཨ་ནེ་རྒྱ་ནག་གི་དབུ་ཁྲིད་ཅིག་ཡིན་པ་ཡིན་ན་ཡང་རང་བཙན་མ་རྩོད་ན་ཅི་བྱེད་ཡ་ཡོད་གསུང་ཡ་དེ་དང་ཨ་ནེ་རྒྱལ་སྲིད་ཀྱི་ཤུ་ཚུགས་ཁྱོན་ཡོངས་ཀྱི་ཐོག་ལས་ཡང་པ་ཡིན་ན་འགྱོད་ཆོས་རག་སྟངས་དེ་ལས་བལྟས་པ་ཡིན་ན་གནས་སྟངས་གཅིག་དེ་རེད། དེ་དང་འཕྲད་ནས།

གནས་སྟངས་བཞི་ཡོད་དོ། གནས་སྟངས་དང་པོ་དེ་སྤྱི་སྟོང་སྒོ་བརྒྱ་ད་ལྟ་ཁོ་མོ་སྤྱི་སྟོང་སྒོ་བརྒྱ་དྲུག་བཅུ་བདུན་བཅུ་ལོ་ཚེ་རྒྱ་གར་ལས་ལས་དུས་ཁང་ལས་རྒྱལ་ཁབ་མང་པོ་ཅིག་གིས་ང་ཚོ་ལ་ལྟ་སྟངས་བཅོས་པར་ལྷག་ལ། ཡིན་པས་ཡིན་ན་ཡང་ངས་དེ་དུས་ལན་ག་རེ་ཞུས་ཡོད་ཟེར་ན། ང་ཚོའི་མཁྱེན་བརྩེའི་རྒྱལ་ཁབ་དུས་ཚོད་དྲངས་དེ་གི་ཁ་ཁྲ་སྤུ་གུ་ཡོང་བར་གདའ། ང་ཚོའི་མཁྱེན་བརྩེ་ཁོ་ཚོ་རེད། ཁོ་ཚོའི་ནང་ལ་སྐར་མ་འཛུལ་སོང་ཟེར་ན་འདི་མཁྱེན་བརྩེ་དེ་ལ་བོར་བ་ཨ་རི་དང་དབྱིན་ཇི་དུ་ལབ་ན་དེ་འདྲས་ཅིག་རེད། ཁྱིམ་མཚེས་དེ་གའི་ནང་ལོ་སྐར་མ་འཛུལ་སོང་ངས་མཐོང་སོང་ལབ་དགོས་ཀྱི་ཡོད། ཡིན་པས་ན་ང་ཚོའི་ཁྱིམ་མཚེས་གང་དག་གིས་ང་ཚོའི་ནང་ལོ་བྱ་བ་དང་སྐར་མ་ལས་པ་དེ་ལབ་དགོས་ཀྱི་ཡོད་མ་རེད། ལོ་མོ་འཕུར་བ་མ་ཚད་ང་ཚོས་དེ་གའི་ཆ་ཤས་རེད་ཟེར་ནས་ས་ཡིག་འཇོག་དགོས་ཡོད་རེད་བ། དེ་བཅས་ཀྱི་ས་ཡིག་དེ་འདྲའི་མང་པོ་ཅིག་འཇོག་ཡོད་དུས་ཨ་ནེ་རྒྱག་རིམ་གྱིས་ཨོའོ། ད་རེ་བ་བྱེད་ས་མི་འདུག་ཨོ། དེ་གམ་ང་རང་གིས་ཁྱོད་དང་རིག་གཞུང་དུ་སྲུང་སྐྱོབ་བྱེད་ཡག་གི་ཆེད་དུ་ལམ་ཁ་ཅིག་བཙལ་ན་ཡག་ས་རེད། ད་ལམ་ཀ་དེ་དེ་འདྲའི་ཅི་ཚེགས་ན་ཡག་ས་རེད་ཟེར་ནས་མཐོ་རྒྱུའི་བསྟན་སྟངས་དེ་ཕལ་ཆེར་དེ་འདྲའི་ཡིན་ས་རེད་བསམ་ནས་ང་རང་གིས་ནང་བཞིན་བསམ་ན་བསྟན་སྟངས་དེ་དགའ་ཞིང་སྤྲོ་ཞིང་དྭངས་པ་མ་ཡིན་པ། ཕྱི་མཛེས་ཚོས་ཡིན་པ་ཡིན་ན་ཡང་རེད་ང་ཚོའི་ནང་ལོ་དོན་མ་ལེགས་ཚ་རེད་བྱ་བ་ལེགས་ཚ་རེད་ཆ་ཚང་མཐོང་ཐུག་ཡག་ཅིག་རེད་ཟེར་ནས་སུ་གཅིག་གིས་ཁ་གྲག་གོ་ཡོད་མ་རེད། ལོ་ཉི་ཤུ་ཟིན་གྱི་ཨིན་དྲའི་སྒྲོན་མེ་རྒྱས་བཤད་ཀྱི་གནས་ཚུལ་དེ་ཤུགས་གང་ས་ལ་བཏགས་ཏེ་ད་དཔེ་ཆའི་ནང་ཁ་ཆུང་ལ་ལྷག་ས་རེད་ང་རང་རང་གིས་དེ་ཡིན་ཟེར་ནས་བདེན་པ་དག་རེད་ཡིན་ནས་བདེན་པ་ལས་རྒྱག་ལོང་བྱེད་མཁན་མི་འདུག་གང་དགའ་ངོ་སྲུང་བྱེད་མཁན་རེད་ཤག་ཨ་ནི་ང་རང་དེ་འདྲའི་ཅིག་གི་ཐུགས་ལ་གནས་དགོས་ཆོས་དང་རིག་གཞུང་སྲུང་སྐྱོབ་དེ་བྱས་ཤག་ན་ཡག་པ་མེད་འགྲོ་ཟེར་ནས། བདམས་ཐོང་དེ་དེ་འདྲའི་ཡིན་ས་རེད་ད་གོང་ཞུ་ཚུལ་ཡིན་མེད་དང་འདོད་ཚུལ་དང་ད་དཔེར་ན་གོ་ཁ་པོ་སྤེལ་བ་དང་འོ་ང་རང་གིས་ནང་བཞིན་ལྟ་ཚུལ་དེ་དེ་འདྲའི་ཡིན་ཞུ།

ད་ལྟ་ཀྲོ་ལོ་གྲོང་ལ་ལྟ་ན་ང་སི་བོད་གཞུང་གི་གཞུང་ཕྱོགས་རྫོང་དཔོན་གྱི་ལས་གནས་ཡོད། དེ་ནི་བཀའ་ཤག་ལས་ཀ་ལས། ད་ལྟ་སྐུ་བགྲེས་པོ་རེད་ཤེས་བཀའ་བློན་པ་སོགས་ནང་ཆེན་གཞུང་གི་ཇི་ལྟ་ད་ལྟ་ག་ས་རྒན་བཞུགས་གནང་ནས་ཁོང་དགུང་ལོ་བར་གྱི་བཅར་ཞབས་རུས་ཕེབས་ཡོད་ད་ལྟ་འདི་ཡུལ་དུ་ཡོད། ཁོང་གསུང་ན་ག་རེ་གསུང་འདུག་ཟེར་ན། སྔོན་མ་རྒྱ་གར་རང་བཙན།

བདེན་གྲུབ་སུ་སེམས་དེ་རང་བཙན་ལ་བདེན་གྲུབ་སུ་བྱེད་ཆོག་གི་རེད། རང་བཙན་དེ་བདེན་པ་རེད། བདེན་གྲུབ་སུ་བྱེད་ཆོག་གི་རེད། དེ་བཞིན་དུ་བདེན་གྲུབ་སུ་ཟེར་མཁན་དེ་རང་བཙན་རྡུང་མཁན་དེ་ཡོད་རེད་མ་གཏོགས་རང་བཙན་ལ་འགལ་ཡོད་མ་རེད། སྐོར་དེ་དུས་ཟངས་མདོག་རིན་པོ་ཆེ་གང་ལྟར་དབུ་མ་ནང་ཁྲལ་ཕེབས་ཟེར་མཁན་དེ་མ་རེད། རྗེས་རྗེས་ལ་གོང་ས་ཤ་མཁོན་ཆེན་པོ་མཆོག་གིས་སྐུ་ངོ་ཚང་མར་སྲིད་གཞུང་བློ་བཟང་སེང་གེ་སྲིད་གཞུང་ཐོབ་པའི་ཁ་ཐུག་དེ་ལ་མ་གསོལ་རས་གནང།

བཙན་བྱོལ་ལོ་ཆིག་སྟོང་དགུ་བཅུ་སྔོན་ཆུ་མ་འཛིན་རོང་བཙན་མ་ཤོད་དགོས་པའི་ཡོང་ཡ་དང། ཡོང་ནས་འཕགས་མ་འགྲོ་དོན་རྒྱ་གར་ལ་ཡར་བཞུགས་རྒྱ་གི་དགོངས་པ་དྲངས་དང། དགོངས་གཞི་དེ་ཡོད་པའི་སྐོར་ལ་ནེ་རོ་ལ་ཡར་རྒྱ་ནག་གིས་དེ་འདྲ་བྱེད་ཀྱི་འདུག་ཨ་ནི་དེ་འདྲའི་ཡར་བཤོད་པ་ནེ་རོ་གིས་ཐོག་ནས་བཀའ་སློབ་ག་རེ་གནང་ཡོད་མེད། དེ་གི་རྗེས་ལ་ཡར་རྒྱ་རོང་བཅས་བཙན་བྱོལ་ལོ་ཚིགས་མ་ཆུ་མ་དགུ་བཅས་ལ་ཕེབས་ནས་ནེ་རོ་ལ་ཡར་བཀའ་སློབ་ཞུ་དང། དེ་བྱེད་དུས་སྐབས་ལ་ནེ་རོ་གིས་ཡིན་པ་ཡིན་ནའི་མཐའ་མིང་གི་གདུང་ཚིག་དེ།

དེ་བྱེད་དུས་ང་ཚོའི་ཁྱིམ་མཚེས་དུ་ཚོད། ཁྱིམ་མཚེས་དུ་ཚོད་སུ་གཅིག་གིས་ང་ཚོའི་ནང་ལ་ཡ་ཀི་མ་ལྷས་སོང་ཇག་པ་ལྷས་སོང། ཨ་ཞང་བསད་སོང་ཨ་ཁུ་བསད་སོང་ཁ་ཁྲག་པུ་པུ་ཡོད་མ་རེད་མང་བབ་སྐབས་དེ་དུས་དགོན་པ་བཤད་སྟངས་དེ་དེ་འདྲའི་དེ་ཕལ་ཆེར་དེའི་ཚེ་དུས་དུས་དགོན་པ་བཤད་སྟངས་དེ་ད་ལྟའི་ཚོ་པ་ར་བ་དང་བོ་ཚོ་པ་བྱས་པ་ཡིན་ན་དགོན་པ་བཤད་སྟངས་དེ་དེ་འདྲ་མེད་འགྲོ་བསམ་པ་ཚོ་པ་བྱས་སྟངས་ཅིག་འདུག་ཞོད་ད་མཐའ་མ་དེའི་དྲི་བ་དེ།

ཨོ་དེ་གོ་གནས་སྟངས་དེ་ཆེས་མཐའ་མ་དེ་ད་རིང་རྣམ་པ་ཚོས་གང་དགའི་བྲེལ་བ་བཏང་པ་དེ་ཐུགས་རྗེ་ཆེ་དགོངས་ཚུལ་རེད་ངས་ཁ་ཚོན་ཡང་ཤོད་པ་ཡིན་ང་ཚོ་སྤྱི་ཐུང་ཐོ་ཚོད་པ་ཟེར་ཡ་དེ་ང་ཚོ་རྙོག་རུ་འཛུམ་དགོས་ཀྱི་ཡོད་རེད་བྲེལ་བ་འདྲ་མི་འདྲ་བཏང་ང་ཚོ་ཕན་སེམས་བསམ་ཚུལ་འདྲ་མི་འདྲ་བཤད་ནས་ང་ཚོ་འཇིག་རྟེན་གྱི་ཤོད་ཚོད་བྱོས་ཡོད་རེད་བ། རོ། ཁ་ཐག་ཉེ་ན་སེམས་ཐག་ཉེ་ཡང་ཡོད་རེད། ཁ་ཐག་རིང་ན་སེམས་ཐག་རིང་ཡང་ཡོད། མི་དེ་མཉམ་དུ་སྐད་ཆ་བཤད་ཡ་མོ་མོ་ཡོད་ན་སེམས་ཐག་དེ་ཚེ་ཉེ་ཡང་ཡོད། པིང་པིང་རྒྱ་ཡིན་ན་ཡང་སྐད་ཆ་བཤད་དེ་ཞེ་དྲག་རིང་རིང་འགྲོ་ན་སེམས་ཐག་རིང་རིང་འགྲོ་གི་ཡོད་རོ། ང་ཚོ་ཐོ་ཚོད་བར་དུ་དེ་འདྲའི་མཚུངས། ང་ཚོ་ལ་ནུས་པ་ཐོན་པ་དེ་བཤད་ཐུབ་ཀི་ཡོད་མ་རེད་ད་དུས་ཚོད་སྐབས་ས་འདྲ་པོ་དེ་ང་ཚོས་བཤད་ཐུབ་ཀི་རེད་བ། འོ་དེ་བྱུས་དུས་གནས་སྟངས་དེ་ཡིན་མཐའ་མ་དེ་ལ་ཡར་ད་རིང་གི་ཆུ་ཤུལ་དེ་རྗེས་ཤེས་པའི་རང་བཙན་འབྲེལ་མཐུད་ལས་འགུལ་ལྷན་ཚོགས། གསར་འཛུགས་གནང་པའི་ཐོག་ནས་དེང་གི་ཐོག་མར་འཆར་གཞི་བཏིང་བའི་སྐབས་འདི་ནས་གཙོད་ཆུ་ཤུལ་དེ་རྣམ་པ་ཚུར་ཡར་ཉིན་ཧིན་དུའི་རང་གི་མཇུག་སྡོམ་ཐོབ་པ་ཡིན་ན་ཉིས་སྟོང་ཉི་ཤུ་རྩ་བཞི་ཧྲན་ཏི་བདུན་པ་འདི་བར་ཚོགས་འདུའི་ཚུགས་པའི་སྐབས་ལས་ཡར་དེ་ངེས་པར་དུ་དགོས་ཀྱི་འདུག་ཚོགས་འདུའི་རིམ་པ་མི་མོ་ལ་གྲོས་ཆོད་ཤག་ཤག་དེ་འདྲའི་ཅིག་མེད་པ་ཡིན་ན་ང་ཚོའི་བསམ་ཚུལ་གཉིས་ལས་བྲལ་བས། དང་པོ་དེ་རང་བཙན་ཐོབ་ཚོད་པ་ཡིན་ཟེར་མཁན་དུ་ཚོད་དྲངས་དེ་ག་ལ་དམིགས་ཡུལ་བཟུང་ས་གཅིག་དང་མཚན་ཆགས་ས་གཅིག་གི་ཐོག་ནས་ང་ཚོ་སྡེ་ཚན་གཅིག་དགོས་ཀྱི་འདུག་ཟེར་གཉིས་པ་དེ། ཐེངས་འདི་ཅི་ཡང་མེད་པ་ཡིན་ན་ང་ཚོའི་ཚོགས་འདུའི་ཚོགས་གྲོས་ཆོད་ཆགས་པ་ཡིན་ན་གླིང་ཁ་བཏང་ངེས་འདྲ་བོ་ཅིག་མ་གཏོགས་དེ་རྗེས་ལ་མཇུག་སྐྱོང་བྱེད་མཁན་ཅི་ཡང་མི་འདུག་ཨ། སྐད་ཆ་རྫིག་པོ་བཤད་ཡིད་དུ་རྫིག་པོ་བཞག་དེ་བྱེད་དུས་ཚོགས་པ་ངེས་པ་དུ་དགོས་ཀྱི་འདུག་ཨ་ནི་ས་གནས་སོ་སོ་ནས་ཡོད་པ་ཡང་དབུས་དེ་གའི་ལས་བྱེད་དང་འབྲེལ་བའི་ཐོག་ནས་གཏོང་ཡོང་དུས་གང་ལ་མཇུག་སྐྱོང་བྱེད་ཐུབ་ཀྱི་རོགས་ཟེར་ནས་ཚོགས་པའི་དམིགས་ཡུལ་དེ་དེ་རེད། སྐབས་དུས་དུས་ཁྲིམས་དང་འབྲེལ་བའི་ཐོག་ལ་ཡིན་པས་ཡིན་ཡང། རླབས་པོ་ཆེ་ཁ་ཤས་ཚོང་དུས་བཅའ་ཡོད་རེད་ཁ་ཤས་བཅའ་ཡོད་མ་རེད། ཉམས་མྱོང། དེང་རབས་ཀྱི་ཤེས་ཡོན། བོད་མི་སྒྲིག་འཛུགས་དང་འབྲེལ་བའི་ཐོག་ལ་རྒྱུས་མངའ་ཆེན་པོ་ཤོད་སྲོལ་རེད་ཁོང་གི་ཀུན་དགའ་ཚེ་རིང་ལགས་དེ་དུས་ང་ཚོ། ཆབ་ཚོང་གི་རུ་ཁུལ་བྱས་ནས་དེ་ལས་བྱུང་རུ་བྱས་ཟེར་ནས་ཤོད་རྒྱུ་རེད། སྐུ་ངོ་ཁོང་འདྲ་བོ་ཡིན་པས་ན་ལོ་ཚད་ཀྱི་ཆ་ནས་ཡར་ཟེར་ལས་དགོས་རེད་ད་ད་ལྟ་སེམས་ཤུགས་ཀྱི་ཐོག་ནས་ང་ཚོ་ལ་མི་དེ་འདྲའི་དགོས་ཀྱི་ཡོད། ལོ་ཆུང་ཆུང་དང་ཤེས་ཡོན་རྐྱང་པ་ཀྱི་ཐོག་ནས་ཕན་ཐོགས་ཡོད་མ་རེད། ད་ལྟ་ང་ཚོ་ལང་ཀ་ཁྲི་ངན་དེ་ཡག་པོ་ཅིག་དགོས་ཀྱི་ཡོད།

ཆ་ཚང་གི་ཚོགས་གཙོས་དེ་བྱོས་ཏེ་དེ་ཡང་ང་ཚོས་ཆོལ་ཁ་གཡོ་བ་མེད་པའི་ཐོག་ནས་རང་བཙན་ལྟ་གྲུབ་འཛིན་ངེས་ཅན་ཡིན་ན་གང་གི་ཚུལ་དུ་བཀོད་ཐུབ་ཡ་ཅན་དང་བརྗོད་བྱ་བྱོས་ཐུབ་ཡ་ཅན་ཡིན་དུས་ཚུར་མིག་སྔར་འཁྲིད་ངེས་དེ་ཡིན་པས་ན་ང་ཚོས་གང་གི་དགའ་གུས་བྱེད་ས་ཅིག་ཆགས་ཀྱི་ཡོད་རེད་ཁོ་རྣམ་པ་ཚོས་ལས་ངན་བྱེད་ས་དེ་ཆགས་ཀྱི་ཡོད་རེད། དེའི་གི་དོན་དེ་ལ་ཐད་འདི་པ་ལ་ཡ་ཐོག་མ་རྒན་ལྷ་བཟང་ཚེ་རིང་དང་བློ་དགའ་ཁོང་རྣམ་པ་ཚོ་དང་འབྲེལ་བའི་དོ་སྣོད་ཁྱོན་པས་རེད། རྒྱ་ནག་གཞུང་ཚོགས་འདི་ལ་ཡ་གསལ་བྱེད་དགོས་པའི་ཐེངས་གཉིས་རེད་ད་རིང།

འདི་བ་ཡིན་པས་ན་ལྷོ་བྱང་བར་གུང་མོ་ཀུན་དགའ་ཚེ་རིང་ལ་ཡོད་རེད་དེ་མ་ཡིན་པའི་རྒྱུས་ལེན་དེང་གི་ཐོག་ནས་ངས་ཁོ་ཚོ་ལ་ཡོད་རེད་དྲན་གི་འདུག་མ་འོངས་པ་ལ་ཚུར་མ་མོ་རོ་མོ་རོ་འགྲོ་ཡ་ལ་ཡ། ག་རེ་ཡོད་རེད་ཟེར་ན་ཚུར་པ་གཅིག་གི་ངང་ལུགས་ལས་ཀླད་དེ་གང་ལ་ཁྱིམ་ཚང་སྟེང་གི་ཨ་མ་ནང་བཞིན་བྱེད་དགོས་པ་ཡོད་རེད་ད། ཁྱིམ་ཚང་དེ་ཡི་ཨ་མ་ནང་ལ་ག་རེ་ཡོད་རེད་ཟེར་ན་བུ་གུ་ཤོད་པ་ངན་བ་ཡ་བ། མདོག་ངན་བ་ཡ་བ་ལྷོ་གཞོང་ཡ་བ་བཅུ་བ་ཡོད་རེད་ད་ཨ་མའི་ལྟ་སྟངས་སྐྱིད་པ་སྐྱིད་ཀྱང་རེད། དེ་བཅས་ཀྱི་ཚོགས་པ་ཐིག་གི་ནང་ལོགས་ལས་ཡོང་དུས་གང་ག་ལ་ཡང། ལྟ་སྟངས་ཅི་ཅི་བྱེད་ཐུབ་པ་ཡིན་ན་ཨ་ནེ་ཚོགས་མ་དེ་ཚོགས་མ་ལོ་རེ་ནས་ལོ་རེར་ལོ་རེར་ལོ་རེར་འཕེལ་ཡོང་གི་རེད་དེ་ངས་འབོད་སྐུལ་དང་པོ་དེ་ཡིན། པ་དེ་ཚོགས་མ་ཚོ་གི་བསམ་ཚུལ་དེ་ལས་ཉན་འཇུག་བྱེད་ཐུབ་པ་ཅིག་དགོས་ཀྱི་ཡོད་རེད། ཚོགས་མིའི་བསམ་ཚུལ་དེ་ཉན་འཇུག་བྱེད་ཐུབ་པ་ཡིན་ན། ཉན་འཇུག་བྱས་པ་དེ་ལག་བསྟར་བྱེད་དགོས་ཀྱི་རེད་ཟེར་ན་ཁག་པོ་རེད། ཚོགས་མི་བརྒྱ་ཡོད་ན་ལ་དྭགས་རྒྱ་ཁྱི་ཐུག་མ་རེད་བ། ཡིན་ནའི་ཁོ་ཚོས་དེ་ཉོན་འཇུག་བྱས་པ་ཡིན་མིན་ཡིན་ན་ཚོགས་མི་དེ་གིས་ཕ་མ་ལ་བདུད་སྡུག་ཤོད་ས་ནང་བཞིན་གྱི་བདུད་སྡུག་དེ་ཚོད་པ་དེ་གི་རྒྱུས་ལེན་དང་དེ་ལ་ཞུ་གི་ཡོད། རྒྱུས་ལེན་གྱིས་དེ་ཉོན་འཇུག་བྱས་ཟེར་ན་ཁོ་རང་ཡོད་སངས་འགྲོ་གི་ཡོད་རེད་ད། དེ་བྱས་འདི་ངས་ད་རིང་འབོད་སྐུལ་དེ་ཉིད་ཀྱི་ཡིན་དེ་བྱས་འདི་རྣམ་པ་ཚོས་གང་གི་གི་དེ་ཐུགས་ལ་བཞག་རོགས་གནང། ཨ་ནི་རྣམ་པ་ཚོས་ད་རིང་འདི་ལ་ཕན་ངེས་གང་ག་ཡིན་པའི་གནས་ཐུགས་ཚོད་ལ་རྒྱབ་སྐྱོད་བྱས་ལོས་ནི་ལོས་དུས་ནས་ང་ཚོས་འདི་ང་ཚོའི་ཐུགས་ཁྲོ་བཏང་ཡང་ཆོད་ཐོག་མ་རེད།